བོད་རིག་པའི་མཁས་དབང་ཐུབ་བསྟན་ཉི་མ་ནི་སྤྱི་ལོ་གཅིག་སྟོང་གི་བརྒྱ་ཞེ་གསུམ་ལོར་ཁམས་མི་ཉག་དཔལ་ལྷ་དགོན་དུ་སྐུ་འཁྲུངས། བོད་རྒྱ་ཚིམ་མཛད་ཆེན་མོ་བརྩམས་སྒྲིག་གནང་བ་སོགས་མི་རིགས་རིག་གནས་འཛིན་སྐྱོང་སྤེལ་གསུམ་གྱི་ཐད་ལ་ཕྱག་ལས་གང་མང་མང་གནང་དང་གནང་བཞིན་ཡོད། དེ་ཡང་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ནི་མི་སོ་སོ་འདྲ་མཉམ་ཡིན་ལ། དེ་བཞིན་དུ་མི་སོ་སོའི་བདེ་སྐྱིད་ལ་གོ་བ་ལོན་སྟངས་དང་དོན་གཉེར་བྱ་སྟངས་ཀྱང་མི་འདྲ་བ་རེད། དེ་རིང་བྱམས་པའི་ཁ་བརྡ་ལས་མདོ་འཛིན་པ་ཨོང་ཆེ་ལྷ་མོ་དང་མཉམ་དུ་མཁས་དབང་ཐུབ་བསྟན་ཉི་མ་འམ་གཟན་དཀར་སྤྲུལ་སྐུ་མཆོག་ལ་བདེ་སྐྱིད་གང་དུ་ཡོད་ཞེས་པའི་སྐོར་ནས་བཀའ་འདྲི་བྱ་རྒྱུ་ཡིན་པས།
ཁྱེད་རང་དགའ་པོ་ཡོང་བའི་སྨོན་འདུན་ཞུ། དགེ་ལ་གོ་གང་བཟང། ལ་སེ་འདོན་འཛིན་པ་རྣམ་པ་ད་རིང་ན་དེ་ནས་ད་འདི་ན་ཤོག་ཟེར་བ་དེ་ལ་ཞེ་དྲག་ཐུགས་རྗེ་ཆེ་ཞུ་བ་ཡིན། ལ་སོ་ཐུགས་རྗེ་ཆེ་རུང་ཆེ། རེད་དགེ་ལ་དེ་ནས་ད་ལྟ་འདྲ་བྱས་ན་འུ་ཚོ་མི་ཐང་ཆེན་གི་བདེ་མོ་ཞི་པོ་ཡོང་བའི་ཆེད་དེ་ལ་ཚང་མ་གི་འབད་བསྐྱེད་ཟིན་ཏུ་ཞེས་རེད། དེ་ནས་བདེ་ཞིང་སེ་དེ་དེ་ལ་དགེ་ལ་གི་གོ་བ་ཆེ་འདྲ་ཅིག་ལེན་ཞེས་ཡོད་དགེ་ལ།

དང་པོ། ལུས་ཀྱི་འབྱུང་ཁམས་ཏེ། འདུ་བ་ཚོ། སྙོམས་པོ་གཅིག། ལ་སོགས།
དེ་ནི་གཅིག།
ད་ཅིག་འབྱུང་བ་ལྔ་ལ་སྤྱི་སྐད་ཅིག་བཤད་རྒྱུ་རེད། རེད། དེ་འདྲ་ཡིན་པ་ཞག་དེ་དེ་ནི་དང། འབྱུང་བ་ཐམས་ཅད་མ་འཁྲུགས་པ་གཅིག་དང། སྙོམས་པོ་འདྲ་གཅིག་ཡིན་ན་ལུས་དེ་བདེ་བོ་ཡིན་ས་རེད། ལ་སོགས།
དེ་ནི་ལུས་དེ་བདེ་སོང་ན། ད་སྤྱིར་བཏང་དུ་བཤད་ན། དེ་ནི་སེམས་བདེ་གཅིག། སྤྱིར་བཏང་བཞིན་ནི་སྐྱིད་པོ་འདྲ་ཡོད་ཀྱི་རེད། ད་ཅིག་ཡང་ན་ཚེ་འདི་ཀོ་ལེ་རི་བོ་རང་ལ་ཡང་ཅིག་ལས་དོན་རེད་ཁྱིམ་ཚང་རེད། དེ་ནི་ཡང་ཅིག་དེ་འདྲའི་ལ་སོགས་པར་གྱི་ཐོག་ནས་ཡང་ཅིག་དཀའ་ངལ་དེ་འདྲ་རེད་གནོན་ཤུགས་འདྲ་ཡོད་ན།

སྤྱིར་བཏང་གི་ད་འདོད་ཆུང་ཆོག་ཤེས་འཕགས་པའི་རིགས་དེ་ནི་འདོད་ཆུང་ཆོག་ཤེས་ངོ་མ་ཅན་ཡོང་དགོས་ན་ད་ཡང་གཅིག་སོ་སོའི་སྐྱེ་བོ་ལ་ཞེ་དྲག་ཡོང་གི་མ་རེད་དེ། ཡིན་ནའང་སོ་སོའི་སྐྱེ་བོ་ལ་ཁོ་རང་ཁོ་རང་གི་དངོས་སྐལ་གྱིས་གྱུར་པའི་འདོད་ཆུང་ཆོག་ཤེས་ཅིག་ཡོད་སོང་ན། དེ་ནི་ཅིག་ཅིག་མི་ལ་འགྲན་བསྡུར་བྱེད་ཡ་འདྲ་བོ་དེ་འདྲས་ཅིག་མེད་སོང་སྟེ། སེམས་ལ།

ལས་ཀ་དང་དེ་འདྲའི་ལས་ཅིག་གོ་ནས་འགྲོ་གི་མ་རེད། ད་དེ་མང་ཆེ་བ་དེ་ནི་ད་ང་ཕྱི་རྒྱལ་ལ་ཡོད་ན་དེ་ནི་ཕྱི་རྒྱལ་གྱི་དེ་ནི་ད་ཅིག་ད་དཔེ་ལས་ན་དེ་ནི་ད་ང་རང་ཚོ་དུས་ཆེན་དུས་ཆེན་ད་དེ་འདྲ་ལ་དེ་ནི་ད་གཞུང་ཚབ་ཁང་ང་ལ་འབོད་ཀྱི་རེད། ད་དེ་འགྲོ་རྒྱུ་དེ་ད་ང་རང་ཚོ་ཁོ་ཚོ་གི་ད་སྐུ་མགྲོན་རེད་བ། ཡང་མི་མང་པོ་གི་དེ་འདྲའི་ཅིག་བྱེད་དེ་ངས་དེ་ལ་ཡང་ཅིག

དེ་ཕ་ལ་རང་གི་བདེ་སྐྱིད་ཀྱི་རྩ་ལྟུང་འདྲ་ཟེར་དགོས་ན་འདྲ་ཨ་ད་ལྟའི་རྒུད་པ་མི་འདུག་ས་ཀྱི་དེ་འདྲ་ལ་དྲན་རྒྱུར།
ཨ་ང་ལ་བཤད་ན་ཁྱི་ཁྱི་ལས་དགོད་ལ་རེ་དགོད་ད་གནས་ཚུལ་ཁྱི་སྐྱིད་དང་སྡུག་དང་དེ་ནས་ཁྱི།

ད་ཅི། ཆོས་ལུགས་ཀྱི་གོང་རིམ་མི་སྣ། དེ་ནས་མི་རིགས་ཀྱི་གོང་རིམ་མི་སྣ་དང་ང་རང་ཚོ་དེ་ནས་ད་ང་སྔོན་མ་བསྡད་རྒྱུ་དེ་ཆབ་སྲིད་གྲོས་ཚོགས་ནང་ཡོད་རེད་བ།
དེ་ནས་ད་ད་ཆབ་སྲིད་གྲོས་ཚོགས་ནང་ཡོད་དུས་ཆབ་སྲིད་གྲོས་ཚོགས་ཀྱི་ནང་གི་མི་དེ་ཚོ་ད། ང་རང་ཚོའི་གྲངས་ཉུང་མི་རིགས་ཞེས་དགོད་ལེར་ད་ཚིག་མདོ་དེ་དེ་འདྲ་ལས་བཤད་ན་ད། ཆོས་ལུགས་པ་འདྲ་འདྲ་དང་དེ་ནས་ད་ཅི་མི་གྲངས་ཧ་འདྲ་འདྲ་ད་དེ་འདྲའི་ད་གཙོ་ཆེ་བ་བྱས། ཡང་དེའི་ནང་དུ་ད་གལ་ཤེས་ཡང་ཅིག།

སེམས་ལ་ཅིག་དགའ་སྡུག་ག་རེ་ཡོད་ན་དགའ་སྟངས་གསལ་པོ་བྱེད། དེ་འདྲ་འདྲ་ཅིག་བྱེད་ཡོང་ནི་དེ་གས་ཅིག་རེད།
གངས་ཅན་རིག་གནས་སྐོར་གྱི་གཏམ་གླེང་རེ་རེ། བོད་མིའི་འཚོ་བའི་འཕྲལ་གྱི་བརྗོད་གཞི་རེ་རེ། ཕྲ་ཕུའི་གཉིས་སུ་འཁོར་བའི་ཤེས་བྱ་རེ་རེ། ཁྱེད་ཀྱི་གསན་གཟིགས་གནང་བཞིན་པ་ནི་བྱམས་པའི་ཁ་བརྡ་ཡིན།

ད་གཞན་པ་ཚང་མ་དེ་ནི་ད་ད་ཕར་ཞེ་རེད་འདེད་ཚར་བ་དང་དེ་འདྲས་རེད། དེ་འདྲས་ཡིན་དེ་སྔོན་མ་དེ་འདྲས་ཡིན་ན་ང་རང་ཚོ་ལབ་དགོས་བ་རེད། ང་རང་ཚོ་ལ་དེ་ནི་དངོས་གནས་བཤད་ན་ཆོས་ཀྱི་དེ་ནི་ད་ཅིག་གནོན་ཤུགས་ཅིག་ཡོད་བ་རེད། དེ་ནི་ང་རང་ཚོ་གི་ཅིག་འཚོ་བ་གི་ཐོག་ནས་ཡ་ཅིག་ད་དེ་དུས་དཀའ་ངལ་དོགས་ཚེ་ཡོད་དུས་འདྲ་རེད།
དེ་འདྲ་འདྲ་གཅིག་རེད་ཅེས་དེ་ཡིན་ན་དེ་ནི་དེ་དུས་བདུན་ཕྲག་གཅིག་ལ་ད་གཟའ་ཉི་མ་དེ་ལ་ཅིག་ཁོམ་ལོང་ཡོད་རེད་མ་གཏོགས་དེ་ནི་གཟའ་སྤེན་པ་དེ་ཚོ་ཅིག་འཁྱམ་འཁྱམ་བྱས་འདྲ་དེ་ཚོ་ཡོད་མ་རེད། ད་གཟའ་ཉི་མ་ལ་དེ་ནི་དེ་ཅིག་ངལ་གསོ་འདྲ་གུང་སེང་འདྲ་དེ་འདྲ་ཡོད་དུས་ད་ལྟ་ཚིག་འདོན་དེ་ནི་ད་ཅིག་དེ་དུས་དེ་ཚང་མ་དེ་ལོ་ཆུང་རེད་དེ་འདྲ་ཡིན་དུས་ད་ང་ཚོ་བསྡད་ས་དེ་ནི་ད་ཡིན་ན་དེ་ནི།

ཅེས་སྣང་བ་སྐྱེས་བུ་ཞི་རགས་ཡོད་རེད། ད་སྦྱིན་མ་དེ་ནི་ད་སྲིད་ཇུས་དོན་འཁྱོལ་རྗེས་ཐམས་ཅད་ལ་དེ་ནི་ད་ཅིག་སྔོན་མ་སྒོར་མོ་ཉུང་ཉུང་མ་གཏོགས་དེ་ཕྱི་དེ་དགོས་ལོར་ཁ་ཤིས་ལ་ད་ཟླ་བ་གཅིག་ལ་དེ་ནི་ད་སྒོར་མོ་བཅོ་ལྔ་རེ་མི་ཚེ་མེད་མཁན། ཁ་ཤིས་ལ་སྒོར་མོ་སུམ་ཅུ་རེ་ཡོད་མཁན་ད་དེ་འདྲའི་གྲས་འདྲ་ཅི་རེད།
ཕྱི་རེད་དེ་ནི་ད་རིག་གནས་གསར་བརྗེའི་སྐབས་དེ་ཚོ་དང་བསྐྱལ་རེད།
ད་སྦྱིན་མ་དེ་ནི་སྲིད་ཇུས་དོན་འཁྱོལ་བྱས་ནས། ད་དངུལ་གནས་དྲངས་ནས་དངུལ་ཁང་ཁོ་རང་ཚོ་སོག་བཞག་པ་དེ་གཅིག་པ་རེད། དེ་རྗེས་ནས་དེ་ནས
ད་ཅིག་སྔ་མ་ཡང་ཅིག་ཁོ་རང་ཚོས་སྒོར་མོ་ཏོག་ཙེ་མང་པོ་ཡོད་མཁན་གྱི་གྲས་ཅིག་ཡོད་རེད་དེ་ཚོ་ཐམས་ཅད་ལ་སྔ་མ་གང་ཡོད་པ་ཐམས་ཅད་ཕར་གནོད། དེ་ནས་ཅིག་སྔ་མ་གི་དེ་ནས་ད་གོ་ས་དང་དེ་ཚོ་ཐམས་ཅད་ཐོག་ནས་ཡར་ཡར་འགྲོ། དེ་འདྲའི་རྗེས་ནས་དེ་ནས་ད་སྲིད་ཇུས་དོན་འཁྱོལ་བྱེད་ཀྱི་བྱུང་བ་རེད། ཞེ་དྲག་ཡག་པོ་ཡོད་རེད། ད་ཡག་པོ་ཡོད་ཚར་བའི་རྗེས་སུ

དེ་ནས་སྨན་ར་ཡོང་ནས་དེ་ནས་ལྟ་འདི་ལ་ཚིག་མཛོད་ལས་ད་དེ་ནས་ལས་ཀ་འདྲ་དང་མི་འདྲ་ཅིག་ལས་རེད་དེ་འདྲས་བྱས་ནས་དེ་བྱས་དེ་ནས་ང་ཚོ་ཚང་མ་ཡུན་ནན་ཡ་ར་འགྲོ་དེ་དེ་དུས་ད་ང་ཚོ་མི་དེ་ཚོ་ཡོད་རེད Yes དེ་ནས་ང་ཚོ་མཚམས་མཚམས་ལ་ཅིག་འཛོམས་དེ་འདྲས་བྱས་ནས་དེ་ནས་སྐད་ཆ་ཞིག་བཤད་དུས་དེ་ལ་ཚང་མ་ཡང་མི་ལྟ་བ་དེ་ཧ་ལམ་གཅིག་པ་འདྲ་ཅིག་རེད་ད་སྔ་མ་ཅིག་ཅིག་ར་རྒྱུས་རེད་མས་སྤྱི་ཚོགས་ཀྱི་གནོན་ཤུགས་བས་ཡོད་ད་དེ་འདྲས་ཡིན་དུས་དེ་ལ་ཅིག་ཉི་མ་གཅིག་འདྲས་ཚེ་དབང་ཚེ་མ་ཁོམ་ནང་དེ་དུས་ཚང་མ་གཅིག་བསྡད་དུས་དེ་ལ

དང་ལུས་ནི་དེ་ནི་ད་ཅིག། དང། རང་གིས་རང་ལ་སེམས་ཀྱི་འཁྱེར་སོ་དེ། ཅིག། ཕྱོགས་བཞི་པ་དེ་དེ་འདྲའི་ཅིག་ཡིན་ན་དེ་ཅིག་དེ་ཡོད་ས་རེད།
བོད་རིག་པའི་མཁས་དབང་ཐུབ་བསྟན་ཉི་མ་ནི་སྤྱི་ལོ་གཅིག་སྟོང་གི་བརྒྱ་ཞེ་གསུམ་ལོར། ཁམས་མི་ཉག་དཔའ་ལྷ་དགོན་དུ་སྐུ་འཁྲུངས། བོད་རྒྱ་ཚིམ་འཛད་ཆེན་མོ་བརྩམས་བྲིས་གནང་བ་སོགས། མི་རིགས་རིག་གནས་འཛིན་སྐྱོང་སྤེལ་གསུམ་གྱི་ཐད་ལ། ཕྱག་ལས་གང་མང་མང་གནང་དང་གནང་བཞིན་ཡོད། དེ་ཡང་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ནི་མི་སོ་སོ་འདྲ་མཉམ་ཡིན་ལ། དེ་བཞིན་དུ་མི་སོ་སོའི་བདེ་སྐྱིད་ལ་གོ་བ་ལོན་སྟངས་དང་དོན་གཉེར་བྱ་སྟངས་ཀྱང་མི་འདྲ་བ་རེད། དེ་རིང་བྱམས་པའི་ཁ་བརྡ་ལས་མདོ་འཛིན་པ་ཨོང་ཆེ་ལྷ་མོ་དང་མཉམ་དུ་མཁས་དབང་ཐུབ་བསྟན་ཉི་མ་འམ་གཟན་དཀར་སྤྲུལ་སྐུ་མཆོག་ལ་བདེ་སྐྱིད་གང་དུ་ཡོད་ཞེས་པའི་སྐོར་ནས་བཀའ་འདྲི་བྱེད་ཀྱི་ཡོད་པས་ཁྱེད་ཀྱིས་མུ་མཐུད་དེ་གཟིགས་པར། དགའ་བསུ་ཞུ། རིན་པོ་ཆེ་ཁྱེད་རང་ལས་ཀ་འདྲ་མི་འདྲ་ལས་སུ་རེད་དེང་དུས་ལ་ཁྱེད་རང་གི་ལྟ་བ་ནས་ལས་ཀ་ལས་རྒྱུ་གི་ནང་བདེ་ཤི་ཆེ་ཤི་ན་བདེ་བ་ཆེ་ཤི་ན་དེ་ག་ནས་རེད་ནི་ད་བས་ན། ཞེས་དགའ་ཞིང་དགའ་བསུ། ང་དང་པོ་དེ་ནས་བུ་ནག་དེ་ནས་ལས་ཀ་ལས་པའི་སྐབས་སུ་ད་དང་པོ་ཚིག་མཛོད་ཀྱི་ལས་ཀ་རེད་བ། རེད། ཚིག་མཛོད་ཀྱི་ལས་ཀ་ལས་དུས་དེ་ནས་ང་དང་མཉམ་དུ

ད་ཐབས་ཆག་ཅིག་གོ་བདེ་ཙམ་འཕྲོད་ཀྱི་ཡོད་རྒྱུ་རེད་དེ། ཡིན་ནའང་དེ་ནི། གཅིག་པོ་དེ་གི་དེ་ནི་བོད་སྐད་གོ་བཞག་ནི་ངས་ཡང་དབྱིན་ཇིའི་དེ་ཞི་རགས་རྒྱབ་དགོས་བ་མ་རེད། རེད། དེ་འདྲའི་ཆེད་ནི་དེ་ནི་ད་ངས་དེ་ལས་སྐད་ལས་ཚར་ནི་དེ་ནི་དགོང་མོ་ང་ནམ་རྒྱུན། སློབ་སྦྱོང་འགྲོ་གི་ཡོད། ལགས་སོ།
དེ་འདྲ་ཡིན་དུས་ད་ང་ཕུལ་ན་དེ་ནི་ད། རྒྱ་སྐད་འབྲེལ་བ་ཅི་མེད་བོད་སྐད་འབྲེལ་བ་ཅི་མེད། དེ་ནི་ད་ད་ཅིག་ཕར་ཆས་དེ་ནི་ད་དེ་དུས། ལས་སྐལ་ཆེ་དེ་ལས་སྐལ་ཆེ་ལས་སྐལ་ཆེ་ཚར་ལ་ད་དེ་ནི་ད། མཚན་མོ་སློབ་གྲྭ་འདྲ་དེ་འདྲའི་གི་ནང་ལ་འགྲོ། ལགས་སོ།

དེ་རི་དྭགས་སྟེ། ཐ་མི་ལ་ཕན་པ་བས་ཏེ། དངོས་ཤུགས་བརྒྱུད་གསུམ་གྱི་ཐོག་ནས་ཡང་ཕན་ཐོགས་བྱས་ཆོག་གི་རེད། གནོད་པའང་དེ་ལྟར་མ་ཟད།
དངོས་ཤུགས་བརྒྱུད་གསུམ་གྱི་ཐོག་ནས་ཡིན་གྱི་རེད། དེ་དང་ད་ཅི། ད་ལྟ་ག་རེ་རེད་དེ་ནི་དེ་ནི། དང་པོ་དུ། ང་རང་ཚོ་གི་སྐད་ཆ་བཤད་ན་རེད། ལག་གི་ལས་ཀ་ལས་ན་རེད་ཁ་གི་སྐད་ཆ་བཤད་ན་རེད། ད་དེ་ཚོ་ཐམས་ཅད་ལ། ད་དེ་ལ་དེ་ནི་ད་ཅིག། རྒྱལ་པོ་འདྲ་པོ་དེ། དེས་དེ་ནི་ད་མ་རེད་དེ་ནི་བཟོད་མཁན་རེད་དེ་རང་གི་དེ་ནི་ད་སེམས་རེད། ལ་སོ། རང་གི་སེམས་ཀྱི་ཐོག་ནས་ངོས་ནས། མི་ལ་ཕན་འདོད་ཀྱི། ལྷག་བསམ་དང་འདྲ། དེ་འདྲའི་ཡག་པོ་ཅིག་ཡོད་ན། དེ་ནི་སྐད་ཆ་བཤད་དུས། ཅིག་མཚམས་མཚམས་ལ་དེ་ནི་ད་སྐད་ཆ་ཅིག་རྩུབ་པོ་ཅིག་ཡིན་ན་མི་ལ་གནོད་ཀྱི་ཡོད་མ་རེད། ལ་སོ། ཕྱི་རེད་དེ་ནི་ངོས་ནས།
མི་ལ་དེ་ནི་ད་ད་ཅིག། ཕན་འདོད་ཀྱི་ལྷག་བསམ་ཅིག་གི་ཐོག་ནས་བཤད་ཀྱི་ཡོད་རེད། ལ་སོ།
དེ་ནི་ལས་སྐལ་འདྲ་ཅིག་ཡིན་ན་དེ་ནི་དེ་ལྟ་ཅིག། རང་དང་གཞན་གཉིས་སྐལ་དེར་བསྡུར་ཡོང་ན། དེ་ཅིག་གཞན་ཨང་དང་པོ་བཞག་དེ་ཅི་སྟེ་ཁག་པོ་རེད་དེ། ཡིན་ནའང་ད་སྙམ་པ་འདྲ་པོ་སྐྱེས། རེད་རེད།
དེ་ནི་ཅིག། ཨོ་ད་འདི་ང་ལ་དགོས་ཀྱི་འདུག་དེ་མི་ཁོ་རང་ལ་དེ་དགོས་ཀྱི་ཡོད་རྒྱུ་རེད། དེ་འདྲ་ཡིན་བཞག་ཚིག་མི་ད་དེའི་ཐོག་ལ་དེ་ནི་རྩོད་པ་མི་བྱེད་བསམ་པ་འདྲ་བོ་དང། དེ་འདྲ་འདྲ་ཅིག་བྱེད་དེ་ནི་ད་དེའི་ཐོག་ནས་དང་རུང། ཕན་ཆེ་ཐོག་གང་ཐོག།

མི་ལ་ཅིག་ཟས་གོས་ལ་དེ་འདྲ་གི་མི་འདང་བ་ཡོད་ན་ད། དངོས་གནས་བཤད་ན་དེ་ནི་ད་སྟོད་ཁ་ནས་བྲུས་ལ་བཞིན་ད་ཐོང་ཟེར་གི་ཡོད་རེད་དེ་ད་ང་ཚོས་བོད་ལས་ཐུབ་གི་མ་རེད་དེ། ཡིན་ནའང་དེ་ནི་ད་ཅིག་ད། དྲ་མའི་གྲི་ཚོ་རེ་གི་ཅིག་ཕན་ཐོག་ལྟ་རྒྱུ་འདྲ་པོ་དང། ད་དེ་འདྲ་འདྲ་ཞིག་ད་ད་ངོ་མ་དགོས་གི་ཡོད་ས་རེད། ད་དེ་འདྲ་འདྲ་ཞིག་གི་དེ་ནི་ད་སེམས་ཀི་དུས་ཡོད་སོང་ན། ཅིག་ཕན་ཐོག་ཟེར་རྒྱུ་དེ་ཅིག། པའི་སླད་ན་དེ་ནི་དེ་སྒོར་མོ་མང་དང་ཉུང་ལ་ཀ་ཁད་ཁྱད་པར་མི་འདུག། མ་གསོ།
རང་གི་སེམས་ཀྱི་དེ་ནི་དེ་ཡག་པོ་ཅི་ཡོད་སོང་མི་དེ་ལ་ཕན་འདོགས་ཡོད་རེད། ད་སེམས་ཀྱི་མི་ལ་ཕན་འདོགས་ཀྱི་བློ་ཡོད་ན། ད་པའི་སླད་ན་མི་དེ་ནི་སྡུག་བསྔལ་མྱོང་མཁན་ཅིག་ཡིན་ན། ཁོ་རང་དེ་ནི་ནད་པ་འདྲ་ཅིག་ཡིན་ན། ད་ངས་སྨན་པ་འདྲ་ཅིག་ཤི་ན། དེ་ནི་ངས་ཁོ་ལ་དེ་ནི་ད་ཨ་ཡེ་སྨན་པ་འདྲ་འདྲ་ཅིག་ལ་བསྟན་ན། ཕར་ཆེར་དེ་དགའ་མི་ཡོང་ངེས། ཨ་ཨ། དེ་འདྲ་འདྲ་ཅིག་དེ་ནི་བློ་ཡག་པོ་ཕུད་ན། གཅིག་རང་གི་གཅིག་ཡིན་གཅིག་མིན་གཉིས་ཀ་གོ་ལ་གཅིག་གོར་མོ་སྤྲད་ཀྱང་མ་རེད་དེ་ཡིན་ན་ནད་པ་རེད་དེ་འདྲའི་གི་ཕན་ཐོག་འདྲ་པོ་ཅི།
ཡང་མི་གཅིག་དེ་གཅིག་ཁོ་རང་གི་ཁྱིམ་མཚེས་ཁྱིམ་ཚང་གི་གནད་དོན་ཡིན་ན་རེད། ལས་དོན་གི་གནད་དོན་ཡིན་ན་རེད་སློབ་སྦྱོང་གི་གནད་དོན་ཡིན་ན་རེད་ད་དེ་འདྲའི་མ་སྐྱིད་པའི་ལྗོངས་བཞག་དེ་ད་དངོས་གནས་དྲང་གནས་དེ་ཅི་ཅི་ཧ་ལམ་སྨྱོ་དགྲ་བོའི་སྨྱོ་གྲབས་བྱེད་ཀྱིན་རེད་དེ་འདྲའི་ཡོང་གི་རེད་བ། དེ་འདྲའི་ཡོང་དུས་དེ་ལ་དེ་ལ་དེ་སེམས་གསོ་ཡག་པོ་བྱས་ན་ཡང་དེ་ཡང་ཕན་ཐོག་ཅི་རེད། ལ་སོ། ད་ཡིན་གཅིག་མིན་གཅིག་གཉིས་ཀ་གཅིག་གཅིག། ད་གོར་མོ་དང་ལྕགས་ལག། ཆེན་པོ་གཅིག་སྤྲད་དང་མ་སྤྲད་དེ། ད་དཀར་ནི་ཆེན་པོ་གཅིག་གཅིག་མ་རེད། རེད་རེད། ད་ཕ་རོལ་པོ་ལ་ཕན་མཁན་གྱི་དེ་ནི་ད་གཅིག། ད་གཅིག་དཔེ་གླེང་ན་དེ་གཅིག། དེ་ལ་དེ་ནི་ད་མི་གཅིག། ད་མུ་གེའི་ཤི་གྲབས་ཡོད་སྲིད་ན་རེད་མ་སོང། ཁ་ལང་ར་དེ་འདྲ་མེད་ན། དེ་ལ་དེ་ནི་ད་གཅིག།